འོ་ལ་སོ། རྒྱ་ཆེ་བའི་དྲ་གྲོགས་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། དེ་ནས་ད་ཁ་བཙུམ། རྒྱ་གར་འཕགས་པའི་སྐུ་ཡི་ནས་དཔལ་ལྡན་ས་སྐྱ་པའི་ལྟ་སྒྲིལ་གྱི་བཀའ་བསྡུ་མཛད་པའི་སྐབས། ཚོགས་ཆེན་གྱི་གླེང་སྟེགས་ཆེན་མོའི་ཐོག་ནས། དེ་ནས་མཁན་རིན་པོ་ཆེ་རྒྱ་མཚོ་མཆོག་གིས་བཀའ་བསྡུ་ཚོགས་པ་ཆེན་པོའི་བརྒྱུད་གཏམ་གྱི་གསུང་བཤད་གནང་བཞག་གཟིགས་ཀྱི་སྒྲ་སྒང་དེ་འདྲ་བྱས། དེ་ག་ཚང

གཟི་བརྗིད་ཆེན་པོ་འདྲ་པོ་དང། དེ་དེ་འདྲ་གཅིག་རེད་འདུག་ཡོད་དྲན་གི་ཡོད། དེའི་ཆ་ནས་དེ་ནས་ད་སྐབས་འདི་ཚོགས་པ་ཆེན་པོ་དེ་འདྲ་གཅིག་དབུ་འཛུགས་ཐུབ་པ་དང་རྒྱུའི་ལས་པ་ཁྲིད་པ་ལ་སྙིང་ཁོང་རུས་པའི་སྟེང་ནས་རྟེན་འབྲེལ་ཞུ་བ་དང། མ་ཚད་མཁན་རིན་པོ་ཆེ

ད་ག་ཚོང་གི་ཚུགས་པ་དེ་གི་མཚན་ལ་ག་འདྲ་གྱི་སྲོལ་ཡོད་འདུག་ཟེར་ན། ས་ཞབས་པའི་རྟ་སྒྲིལ་གྱི་བཀའ་སྡོད་ཟེར་མི་གཅིག་དེ་འདྲས་ཀྱི་ཚུགས་པ་གཅིག་ཚུགས་པ་དེ་གི་མིང་ལ་དེ་འདྲས་ཀྱི་བཏགས་ཡོད་འདུག་དེ་འདྲས་ཡིན་དུས་དེ་ན་ལོས་ཤི་སྟོང་གི་ད་ང་ཚོ་སྔོན་གྱི་ལོ་རྒྱུས་ཀྱི་སྟེང་ནས།

བཀའ་བསྡུ་དེ་ལ་མནའ་གཅོད་ཀྱི་གུས་པ་དང་ཡོངས་གཅོད་ཀྱི་གུས་པ་གཉིས་ཀྱི་ཐོག་ནས་དེ་བཀའ་བསྡུ་དེ་མཛད་འོང་དུས་མནའ་གཅོད་ལ་དེ་ནས་ཆོས་ལུགས་སུན་འབྱིན་བྱེད་པའི་གུས་པ་དང། ཡོངས་གཅོད་དུ་བསྟན་པ་གནང་བདག་གཙོ་བདག་གི་བསྟན་པ་དེ་དེ་གཏན་ལ་ཕབ་པའི་གུས་པ་གཉིས་ཀྱི་ཐོག་ནས་དེ་འདྲའི་བཀའ་བསྡུ་མཛད་སྲོལ་ཡོད་རེད།

ད་ལྟའི་གི་དུས་སྐབས་འདི་ལ་ས་ཞབས་པའི་རྟ་བསྒྲགས་ཀྱི་ནང་དུ་ན་ལས་དེ་ནས་རྟ་བ་ལྷས་མ་ཅིག་རྟ་བ་ཡོངས་ཡོངས་སུ་མ་དག་པ་ཞིག་འབྲི་ཡོང་སུ་ཡོད་ལེ་རེད། དེ་འབྲི་ཡོང་སུ་ཡོད་དུས་དུ་ན་ལ་ད་དེ་ཕ་སུན་འབྱིན་བྱེད།

གཙོ་ཆེ་བ་དེ་ཕ་ཆེ། མི་ལྟ་བ་དེ་བཟུང་ཡོད་ས་རེད་སེམས་མི་འདྲ་ཅེས་དེ་མཁན་པོ་རྒྱ་མཚོ་གི་གསུང་གི་དེ་ནང་ལ་ཉན་དུས་ཀྱི་ན་དེ་འདྲ་རེད་དུ་འདུག་ད་མི་ལྟ་བ་ཟེར་ན་དམིགས་ས་ཅིག་ཡོད་མ་རེད་དེ་གོ་ང་རང་དུས་རྒྱུན་འདི་དེ་ནི་གྱིས་རྫོང་ས་གཤིས་སྦྲག་གི

དེ་འདྲ་གྱི་རེད་མ་གཏོགས་པ་ང་ལ་ད་ད་དུ་དམིགས་ས་ཡོད་རྫིག་ན་དུ་དེ་འདྲ་གྱི་རེད་དེ། ང་རང་གི་དེ་འདྲའི་དཔེ་ཁྲིད་འདྲ་བྱས་ནས་སྐད་ཆ་བཤད་འདོད་པའི་གནད་ཀ་ཟེར་ལ། ག་འདྲ་གྱི་བྱས་ནས་བཤད་འདོད་ཟི་ཡོད་ཟེར་ན། ཆོས་རྗེ་ས་པན་གྱི་ལྟ་བ་དེ་དབུ་མ་རང་རྒྱུད་པའི་ལྟ་བ་རེད། དེ་ནས་རྗེ་བཙུན་གྲགས་པ་རྒྱལ་མཚན་གྱི་དགོངས་པ་ལ། རང་བཞིན་ལ་གནས་འགྱུར་རིང་བ་དེ་རེད་དེ་ཡོད་རེད་ཟེར་མི་འདྲ་ཅིག་ད་ང་རང་གི་དེ་འདྲ་ཅིག་གིས་སྐད་ཆ་བཤད་རྒྱུ་དེ་འདྲ་རེད་གསུངས་བ་རེད། ད་དེའི་བཤད་སྟངས་དེ་དཔེ་མི་སྲིད་པ་གི་དེ་ནི་ནོར་འཁྲུལ་ཆེན་པོ

མཛེས་པའི་གོས། རིན་ཆེན་སྣང་བ་གོས། གཞུང་གི་ནོར་ལ་འཁོར་འདས་དབྱེར་མེད་བསྟན་རེད་མ་གཏོགས་འཁོར་འདས་དབྱེར་མེད་ཀྱི་ལྟ་བ་བསྟན་ཡོད་མ་རེད་ཟེར། ད་དེ་ལ་རྩ་བ་ནས་གོ་རྒྱུ་ཡོད་མ་རེད། ཅི་རེད་ཟེར་ན། རྗེ་བཙུན་རིན་པོ་ཆེ་གི། རིན་ཆེན་སྣང་བ་གོས་གཞུང། རྩ་བ་དང་འབྲེལ་བ་གཉིས་ཀ་དེ་ལ། དེ་ནི། འཁོར་འདས་ཡོད་མེད་ཀྱི་ལྟ་བ་སྟོན་པའི་ཡུལ་ཡིན་ཟེར་ནས། དེ་ནི་བསྟན་བཅོས་ཀྱི་མཚན་དང། རྒྱུད་ཀྱི་མཛེས་ལྗོངས་དང། དུ་སོར་བལྟས་པ་ཡིན་ན་དེ་འཁོར་འདས་ཡོད་མེད་ཀྱི་ལྟ་བ་སྟོན་པའི་ཡུལ་ཡིན་ཟེར་ཡོད། ད་གཞུང་དེའི་ནང་དུ་འཁོར་འདས་ཡོད་མེད་སྟོན་ཡོད་རེད་དེ་འཁོར་འདས་ཡོད་མེད་ཀྱི་ལྟ་བ་སྟོན་ཡོད་མ་རེད་ཟེར་ན་དེ་རྩ་བ་ཉིད་ནས་གོ་རྒྱུ་མེད་པའི་སྐད་ཆ།

བླ་མ་བླ་ཆེན་གཞན་དག་ཏུ་སོགས་ཀྱི་འཁོར་འདས་དབྱེར་མེད་ཀྱི་ལྟ་བའི་ཐུགས་ནས་གསུང་བཤད་གནང་བཞག་པ་དེ་ཚོ་ལ་ཁོང་གིས། གཟི་གཟར་འདྲ་པོ་ག་འདྲས་གསོན་དྲགས་ཟེར་ན། ད་ཁྱེད་ཚོ་གིས་ཚོགས་པ་གི་ནང་ལ་སྐད་ཆ་བཏང་འདྲ་མིན་འདྲ་བཏང་མྱོང་མང་པོ་བྱས་ལ་རེད་དེ། ཁོང་གི་རྣ་བ་གི་ནང་ལ་འཁོར་འདས་དབྱེར་མེད་ལྟ་བ་གི་དོན་བཤད་པ་གི་སྒྲ་གཅིག་ཐོས་མ་བྱུང།

རིན་ཆེན་སྣང་བའི་གཞུང་གི་ནང་ལ་འཁོར་འདས་ཡོད་མེད་སྟོན་རེད་མ་གཏོགས་འཁོར་འདས་ཡོད་མེད་ཀྱི་ལྟ་བ་སྟོན་མ་རེད་དེ་ལས་འདྲ། དེ་ནས་འཁོར་འདས་ཡོད་མེད་དང་འཁོར་འདས་ཡོད་མེད་ཀྱི་ལྟ་བ་གཉིས་ཁ་ཁ་རེད་ཟེར་བ་འདྲ་པོ་དུ་སུ་ཡོད་འདུག་བལྟས་ནས་གཞན་དག་ལ་ཕ་དེ་ཚོགས་པ་དེའི་ནང་ལ་ཡོད་བསྡད་པའི་གི་བླ་མ་དེ་ཚོ

དེ་ནས་ད་ང་རང་གི་ཁྱོད་ཀྱི་ས་ཞབས་པན་ཆེན་གྱི་ལྟ་བ་དེ་རང་རྒྱུད་པའི་ལྟ་བ་རེད་ཟེར། བཤད་བསྡད་པ་དེ་ལ་རྒྱུ་མཚན་ག་འདྲ་ཅིག་ཡོད་ཟེར་ཞུས་པ་ཡིན་ན། དེ་ནས་ཁྱོད་ཀྱི་ས་ཞབས་པན་ཆེན་གྱི་གདམས་གསུང་ར་ཡས་དང་ཐུབ་པ་གོང་ས་གཉིས་ཆ་གི་ནང་ལ་ག་འདྲ་གསུངས་ཡོད་རེད་ཟེར་ན།

མཁན་ཆེན་ཞི་བ་འཚོ་དང། དེ་ནས་འཁྱིལ་པ་ཀ་མ་ལ་ཤཱི་ལ་ཀ། ལྟ་བ་དེ་ད་ལྟ་བ་རྣམ་པར་དག་པ། དེ་ཡིན་གསུངས་ནས། དེ་ནས་གདམས་སམ་ར་ཡས་དང་ཐུབ་པ་དགོངས་ས་གཉིས་ཆ་གི་ནང་འདི་ལ། དེ་ནས་བསྟན་གྱི་ཚུལ་དུ་སུ་ཡིན་པར། དེ་ནས་ཞི་འཚོ་ཡ་སྲས་ཀྱི་ལྟ་བ་དེ། རང་རྒྱུད་པའི་ལྟ་བ་རེད་དོ་མཐའ་འཇུག་པའི་ལྟ་བ་རེད་ཟེར་ན། བཤད་མ་དགོས་པར་ང་ཚོས།

བཀའ་བགྲོས། དགོན་པ་བཀའ་བགྲོས། ཤོད་པ་བཀའ་བགྲོས། འབྲས་བུ་བཀའ་བགྲོས་ནས། དེ་འབྲེལ་གྱི། ལྟ་བ་དགོན་པ་ཤོད་པ་འབྲས་བུ་ཐམས་ཅད། ཐེག་པ་ཆེན་པོའི་སྐུ། ལྟ་དགོན་ཤོད་འབྲས་དེ་དག་ཟུང་བསྐྱེད་ཀྱི་བཀའ་ཡིན་པ། འགྲོ་འོང་དུས། དེའི་གི་ནང་དུ་ལྟ་བ། ཐེག་པ་ཆེན་པོའི་སྐུ་བཀའ་བགྲོས་པའི་གི་བཀའ་སུ་ལུས། ས་བོན་ག་འདྲ་བྱུང་ཡོད་རེད་ཟེར་ན། ཐེག་ཆེན་བཀའ་ཁས་མི་ལེན་མཁན་གྱི་ཉན་ཐོས་དེ་དག་གིས། ཐེག་པ་ཆེན་པོའི་ལྟ་བ་འདི་སྲུང་བྱེད་ཀྱི་སྐབས་མ་རེད། ཅི་རེད་ཟེར་ན་ལྟ་བ་ཐེག་པ་ཆེན་པོའི་ལྟ་བ་སྟོང་པ་ཉིད་འདི་གི་གཟུགས་ལ་སོགས་པ་བཀག་འགྲོ་ཚར་ལེ་རེད། གཟུགས་སོགས་བཀག་ཟིན་པ་ཡིན་ན་ལྟ་བ་དེ། ཤིན་ཏུ་ལོག་པ་དང་ཆད་པ་ལྟ་བ་རེད་ཟེར། དེ་ནི་ཐེག་པ་ཆེན་པོའི་བཀག་ཁས་མི་ལེན་མཁན་གྱི་ཉན་ཐོས་དེ་ཚོ་གི་དེ་འདྲའི་རྩོད་ལས་རེད། དེ་ལ་ཆོས་རྗེ་ས་པན་གྱི་རྩོད་སྤོང་གི་སྒོ་ནས་ཐེག་ཆེན་བཀའ་སྒྲུབ་འོང་དུས་དེ་ན་ག་འདྲའི་གསུངས་ཡོད་རེད་ཟེར་ན། གཟུགས་ལ་སོགས་པའི་སྣང་བ་བཀག་ཡོད་ན། དེ་ནས་ཁྱོད་རང་གི་བཤད་པ་དེ་བདེན་པ་རེད། ཐེག་པ་ཆེན་པོའི་འདི་བཀའ་དེ། ཐེག་པ་ཆེན་པོའི་ལྟ་བ་དེ་སངས་རྒྱས་ཀྱི་བཀའ་མ་ཡིན་པ་བྱོན་ཡོད་པ་དང་ལྟ་བ་ཁོ་རང་གི་རང་ངོས་ནས་གཟུགས་སོགས་ཀྱི་སྣང་བ་བཀག་ཚར་དུས་ཀྱི་ལྟ་བ་བྱོན་རྐྱེན་རེད། ཡིན་ན་ཡང་ཐེག་པ་ཆེན་པོའི་གི་ལྟ་བ་གིས་གཟུགས་ལ་སོགས་པའི་གི་སྟེང་ལ་གདན་གྲི་བཀག་པ་ཙམ་གྱིས་རེད་མ་གཏོགས་སྣང་བ་བཀག་ཡོད་ལེ་མ་རེད་དུས་ལ་དེ་ནི་ལྟ་བ་དེ་ཞོན་མེད་པ་དང་བཀའ་ཡིན་པ་གྲི་རེད། དེས་མདོ་སྡེ་རྒྱན་ལ་སོགས་པ་གི་གཞུང་ཚད་ལྡན་ལ་བརྟགས་ན་ཤིས་ཐི་རི་སི་མདོ་སྡེ་རྒྱན་གྱི་ནང་དུ་ལི་དོན་སྒྲ་བཅས་ཀྱི་མ་ཡིན་ནོ་གསུང་ས་དེ་ནི་མེད་ལྟ་དུས་ལ་དེ་ནི་གཟུགས་མེད་སྒྲ་མེད་དྲི་མེད་ཟེར་བ་དེ་སོགས་སྒྲ་བཅས་བཞིན་པ་མ་ཡིན་པ།

དུ་གསུངས་ཡོད། ཆོས་རྒྱུད་ས་ཞིང་དཔོན་ཆེན་ཁོང་རིགས་ཀྱིས་ཀྱང། ཨུ་ཚའི་གྲུ་འཐེན་ནང་ཡིན་ནོ་གུས་པས་ཁྱེད་ལ་ཞུ་འོ་ཀི་འདི་ལྟར་སྨྲ་བ་མང་ན་ཡང། འཇམ་པའི་ཡོངས་ཀྱི་རྗེས་སུ་ཕུལ་དོན་ཞིག་རྟོགས་པ་ཁོ་བོ་ཚོ་ཐ་སྙད་དུ་ནི་མི་སླུ་བ། འདོད་པ་དེ་ནི་ཚད་མི་སླུ་རང་རྒྱུད་དེ་དུ་ཆ་འདི་ལ་ཐ་འཇུ་བ་དང་ཐ་སྙད་དུ་བདེན་པ་མི་འདོད་མདོ་སྡུད་པའོ་ཟེར་འོང་དུས། ཐ་སྙད་ཚད་མ་དེ་མི་ལུས་རིག་པ་ཡིན་པ་དེ་ཚད་མ་གི་ལུས་རེད། རང་རྒྱུད་པ་དབུ་མ་རང་རྒྱུད་པ་ཡང་དེ་དང་ཆ་འདྲ་བ་གཅིག་རེད། ཐང་ཅིག་བར་གྱི་ཐ་སྙད་ཚད་འདྲི་འདོད་ལས་མ་རེད་གསུངས་ནས་ཐ་སྙད་ཚད་འདྲི་འདོད་མི་འདོད་ཀྱི་སྒོ་ནས་རྒྱུད་ཀྱི་ས་པན་གྱི་ད་རུང་གི་ཁྱད་པར་གཙོ་བོ་དེའི་ཐོག་ནས་ཤེས་ཡོད་པ་དང། དེ་མ་ཚད་པར་གྱི་ད་ལྟ་ཀུན་མཁྱེན་ཁོ་རང་གི་སྣང་བ། སྟོང་པ་ཉིད་ཀྱི་ལྟ་བ་དེ་གི་སྣང་བ་བཀག་པ་དང་མི་བཀག་པ་དེ་ཐག་རང་གི་བྱས་པ་ཞིག་ཡོད་པ། དེ་འདྲ་ཡིན་དུས་དེ་ན་ལས་དེའི་ནང་དབུ་མ་ཐག་རང་སྙིང་པོ་དེ། སྟོང་པ་ཉིད་ཀྱི་ལྟ་བ་དེ། སྟོང་ཉིད་གཞི་མེད་རྩ་སྒྲ་སྨྲ་བ་མཐའ་འགྱུར་བ་དང། སྟོང་ཉིད་གཞི་གཅིག། སྟོང་གཞི་དང་བཅས་པའི་སྟོང་ཉིད་ཤེས་པ་དེ་རང་རྒྱུད་པའི་ལུས་ཡིན་ཏེ་དེ་ན་ལས། དེ་ནས་ཚོགས་འཁོར་ཆོས་དབྱིངས་ཀྱི་ནང་ལས་གཟུགས་ལ་སོགས་པའི་སྟོང་གཞི་ཆོས་ཅན་བཀག་བཞག་ན། སྟོང་ཉིད་སྐྱོང་པ། སྟོང་གཞི་སྤོང་བའི་སྟོང་སྐྱོང། ཟེར་མི་དེ་རེད་འགྲོ་དེ་དེ་ལྟ་བ་ཤན་ཅན་ཡིན་པ། དེ་འདྲ་སེམས་ལས། ཡིན་ཏེ་དེ་ན་ལས། དེའི་རྒྱུ་མཚན་གྱིས་ཆོས་རྒྱུད་ས་པཎ་གྱི།

ཁོང་རིགས་འོད་སྣང་འདི་འཐད་པའི་ཕྱོགས་གང་ཡིན་ཞེ་ན། གང་ཟག་གང་ལ་ལྟོས་ཀྱང་བླ་སྣང་བའི་ཆ་ཀུན་ཏུ་སྟོང་པའི་ཆ་དོན་དང་དབྱེར་མི་ཕྱེད་པའི་ཆ་ཟུང་བརྒྱུད་དེ་རིགས་ལྔ་ལས་སྣང་བ་དང་སྟོང་པ་ནི་སོ་སོའི་ཆ་ནི་ཤེས་བྱེད་པ་གང་དུ་ཡང་དག་འབྲེལ་གྱི་བར་སུན་དུ་འཇུག་པ་དེ་བཤད་དོ་ཞེས་གསུངས་པས་སོ། ཚུལ་གསུམ་པོ་འདི་དངོས་པོ་ཇི་ལྟར་ཡིན་པ་རྟོགས་པའི་ཤེས་བྱའི་གནས་ཡིན་གསུངས། ཤེས་བྱེད་ཀྱི་གནས། ཤེས་བྱ་དང་གནས་ལུགས་གང་རེད་ཟེར་ན་སྣང་བ་སྟོང་པ་ཟུང་འཇུག་གི་ཚུལ་བསམ་པའི་ཤེས་བྱེད་ཀྱི་གནས་ཚུལ་གཅིག་ཡིན་གསུངས་ནས། འོ་ན་འདི་མཐའི་བི་ཤུ་གང་ཡིན་ཤེ་ན་ཟེར་དུས་དེ་རང་རྒྱུད་པ་གི་ལྟ་གྲུབ་སྣང་ལ་རང་བཞིན་གྱིས་མ་གྲུབ་པ་བདེན་སྟོང་སྒྱུ་མ་ལྟ་བུ་གི་གནས་ལུགས་དེ་མཐའི་བི་ཤུ་སུ་བཟུང་ཡོད་རེད་མ་གཏོགས། ཐང་ཅིག་བར་གྱི་བཤད་བསྡད་པའི་གི་སྣུམ་མེད་ནམ་མཁའ་ལྟ་བུ་གི་སྟོང་སྐྱོང་གི་གནད་དེ་འཐད་པའི་ཕྱོགས་སུ་བཟུང་ཡོད་མ་རེད། དེ་མི་འཐད་པའི་ཕྱོགས་སུ་བྱས་ནས་ཆོས་རྒྱལ་ས་པན་གྱིས་བཀའ་མཛད་པ་རེད། རྗེ་བཙུན་རིན་པོ་ཆེ་གྲགས་པ་རྒྱལ་མཚན་གྱི་མངལ་དུ་ལྗོན་ཤིང་གི་ནང་ལོགས་ལ། དཔལ་ལྡན་ཟླ་བའི་སློབ་དཔོན་ཟླ་བ་གི་མཚན་སྨོས་ནས་དགག་པ་བྱས་ཡོད་རེད།

ཁོང་འདི་ཡེ་མེད་དུ་སོ། མིག་གི་རྣམ་གྲངས་ཙམ་གྱིས་རེད་མ་གཏོགས། མདོ་སྔགས་གཉིས་ཀྱི་ལྟ་བ་གཅིག་པ་རེད། དེ་ཡིན་དུས་མདོ་ཕ་ཤིང་ཐེག་པ་ནས་བཤད་པའི་གི་སྣང་སྟོང་ཟུང་འཇུག་ལས་ལྷག་པའི་གི་ལྟ་བ་གཅིག་གསུང་སྔགས་རྡོ་རྗེ་ཐེག་པ་ལ་བཤད་འོང་རྒྱུ་ཡང་མ་རེད། ཟུང་འཇུག་ལས་ལྷག་པའི་ལྟ་བ་གཅིག་བཤད་རྒྱུ་ན་ད་དེ་ལྟ་བ་དེ། ཟུང་འཇུག་མ་ཡིན་པ། དེ་ནི་སྟོང་སྐྱོང་འདྲ་བོ་སྣང་སྐྱོང་འདྲ་བོ།

དཔེར་ན་སེམས་ཙམ་པའི་ལྟ་བ་ཡིན་དུས་ཡང་ན་སྣང་རྫུན་པའི་ལྟ་བ་ཡིན་གྱི་རེད་ཡང་ན་སྣང་བདེན་པའི་ལྟ་བ་ཡིན་གྱི་རེད་དུས་སྣང་བདེན་རྫུན་གང་ཡང་མ་ཡིན་པའི་སེམས་ཙམ་གྱི་ལྟ་བ་ཟེར་མི་ཀྱི་ཡོད་ད་ལི་མ་རེད། ཁྱེད་ཚོས་གིས་བཤད་དུས་གྱི་གཞི་འདྲ་པོ་གྱི་གཞུང་ཞིབ་མོ་འདྲ་པོ་གྱི་ཀྱི་ལྟ་བ་ཀྱི་ད་རུང་གང་གི་ཕྱོགས་སུ་མ་ལྷུང་པ་གྱི་ལྟ་བ་གཞན་དག་ཀྱི་ཡོད་ཟེར་ཤེས། ཁ་རུ་རྒྱུ་མཚན་མེད་པར་སྐྱེ་གི་འདུག་ལ་དེ་འདྲ་ཤེས་དེ་ལས་དེ། ལྟ་བ་གི་ངོས་ནས་བཤད་ན། ཁོ་རང་འཕགས་པ་ཀླུ་སྒྲུབ་ཀྱི་ཞལ་ནས་གསུངས་པའི་ལྟ་བ་དེ་ཀོ་ཐར་རང་གོང་གི་ཕྱོགས་སུ་འགྲོ་དགོས་གི། དགོས་ལུགས་རྒྱུ་མཚན་ཅི་རེད་ཟེར་ན། སློབ་དཔོན་ཀླུ་སྒྲུབ་ཀྱི་དགོངས་པ་གི་ཐོག་ནས།

ཧ་ཅང་གི་དེ་ནས་ནོངས་དགའ་ཆེ་བའི་སྐད་ཆ་ཅིག་མ་གཏོགས་འོང་རྒྱུ་ཡོད་མ་རེད། དེ་འདྲ་ཡིན་དུས་དེ་ན་ལས་རྗེ་བཙུན་གོང་སྨིན་གྱི་གསོན་ར་གྱི་དགོངས་པ་དེ་ད་ཆའི་མཁས་པ་ཆེན་པོ་སངས་རྒྱས་མི་ཆགས་པ་ཡིན་དུས་གོ་ཡི་བར་ལ་བརྡ་ཙམ་ཞིག་བྱས་པ་ཡིན་ནམ། འོ་ཡང། གསོན་ར་གྱི་དགོངས་པ་དེ་དབུ་མ་རང་རྒྱུད་པ་ལ་གནས་ཡོད་པ་དེ་དག་གི་ཆོས་པ་ཅིག་དེ་འདྲས་འོང་གི་ཡོད་རེད། སྨན་ཁ་དང་པོ་ཆོས་ཀྱི་ས་བོན་གྱི་ལྟ་བ་སྟེ་རང་རྒྱུད་པའི་ལྟ་བ་ལས་ནས་ཡོད་ཚུལ་དང། དེ་ནས་ཁྱེད་རང་གི་འཁོན་འདས་ཡོད་མེད་དང་འཁོན་འདས་ཡོད་མེད་ཀྱི་ལྟ་བ་འཆད་པ་བཤད་རྒྱུ་མེད་བཞིན་དུ་ཡོད་འདུག་བྱས་ནས། ཚང་མ་ལ་སྐྱེས་སྦ་གསང་བཤད་བཞག་གི་ལས་ཀྱི་གནད་འགག་ཕྲ་མོ་གཅིག་ཡོད་འདུག་སྟོན་པ། དུ་སོ། དེ་ནི་མི་འཐད་པ། དེ་འདྲ་རེད་ཟེར་ནས། སྐད་ཆ་གི་ད་ཚན་པ་དང་པོ་འདྲ་པོ་ཡིན་ན། དེ་འདྲ་ཅིག། བཤད་རྒྱུ་འདུག། དེ་སྐད་ཆ་ཚན་པ་དང་པོ་ཡིན།